ལོ་རྒྱུས་སྟོན་པ་ཡི་ལེའུ་དྲུག་པ། ཡོབ་སྲས་ཀྱི་དཔོན་རྣམས་ཨེ་རྒྱབ་ལ་འབྲུ་རིགས་ཉོ་དུ་ཕྱིན་པའི་སྐོར། ཨེ་རྒྱབ་ནང་དུ་འབྲུ་རིགས་བཙོང་གི་ཡོད་པ་ཡ་ཀོ་ཅིས་ཐོས་པ་དང་ཁོང་གིས་རང་གི་སྤུན་རྣམས་ལ། ཁྱོད་ཚོ་གས་གང་གྱིས་མ་ཞེན་པ་ཕན་ཚེ་ག་རེ་བྱས་ནས་ལྟ་བསྡད་ཀྱི་ཡོད། ཨེ་རྒྱབ་ནང་དུ་འབྲུ་རིགས་བཙོང་གི་ཡོད་པ་ཟེར་ངའི་གོ་ཐོས་བྱུང། ང་ཚོ་སྲིན་བུ་གནས་པའི་ཕྱིར་ཁྱོད་ཚོ་ཨེ་རྒྱབ་ལ་འགྲོ་ནས་འབྲུ་རིགས་ཉོ་ཤོག་ཞེས་གསུངས་པ་རེད། དེ་ནས་ཡོ་སེབ་ཀྱི་དཔོན་སྐྱོད་རྣམས་ཨི་ཇེབ་ལ་ཟིན་རི་རི་ནི་ཁ་འགྲོ་བ་རེད། འོས་ཀྱང་ཡ་ཀོབ་ཀྱིས་རང་གི་བུ་ཆུང་ཤོས་བི་ཡང་མིན་ལ་གནས་ཆེན་ཞིག་ཕོག་ཡོང་བསམ་ནས་ཁོ་ཚོ་དམ་ནམ་དུ་བཏང་མེད་པ་རེད། ཨི་ཇེབ་པའི་ཡུལ་གྱི་སྤྱི་ཆོས་ཡོ་སེབ་ཀྱིས་མི་རྣམས་ལ་འབྲི་རིགས་གཙང་གི་ཡོད་པ་དང་ཡོ་སེབ་ཀྱི་དཔོན་རྣམས་ཀྱང་ཁོང་གི་རྩར་ཡོང་ནས་ལུས་ས་ལ་བརྡབས་ནས་ཁོང་ལ་ཕྱག་འཚལ་བ་རེད། ཡོད་ཟེར་གྱིས་རང་གི་དཔེ་རྣམས་ངོ་ཤེས་ཀྱང་མི་ཤེས་མདོག་མདོག་བྱས་ནས་ཁོ་ཚོ་ལ་རླུང་བསྟན་ནས་ཁྱེད་ཚོ་ག་བ་ནས་ཡོང་ཡིན་ཞེས་དྲིས་པ་དང་ཁོ་ཚོ་ཡི་ལན་དུ། ང་ཚོ་ཡི་ཁ་ན་ནས་འདི་ལ་འབྲུ་རིགས་ནི་ག་ཡོང་བ་ཡིན་ཞེས་བཤད་པ་རེད། ཡོད་ཟེར་གྱིས་རང་གི་དཔེ་རྣམས་ངོ་ཤེས་ཀྱང་དེ་ཚོ་ཡི་ཡོད་ཟེར་བསིལ་ཡིན་པ་ངོ་ཤེས་མེད་པ་རེད། ཡོ་སེབ་ཀྱིས་ངོ་མ་རང་གི་རྨི་ལམ་ནང་དུ་ག་རེ་བྱུང་གི་ཡོད་པ་དེ་དྲན་གསོས་བྱེད་པ་དང། ཁྱོད་ཚོ་སུ་བ་ཡིན་པས་ཁྱོད་ཚོ་ང་ཚོའི་ཡུལ་ལ་གནས་ཆེན་ག་རེ་འདུག་ཡོད་མེད་བལྟ་ཁ་ཡོང་ཡིན་པས་ཞེས་སྐད་ཆ་དྲིས་པ་རེད། སྐུ་ཚོ་ཡིས་ཡོ་སེབ་ལ་ཤོད་པ་སྐུ་ངོས་ལ་ང་ཚོ་ལ་བུ་སྤུན་བཅུ་གཉིས་ཡོད་ཡིན་ཁ་ན་ནས་ཡིན་པས་སྨི་གཅིག་གི་བུ་སྤུན་ཡིན། སྤུན་གཅིག་ནི་ཤོད་ཚར་བ་དང་སྤུན་ཆུང་ཤོས་དེ་ནི་ཨ་ཕ་དམ་གནམ་དུ་བསྡད་ཡོད་ཞེས་ཤོད་པ་རེད། ཡོད། ཟས་བཅད་པའི་རྣམས་ལ། ཆུ་ཚོད་གསུམ་པ་ཡིན་པ་ད་དུང་ངས་དོགས་པ་ཟ་གི་འདུག་བྱས་ཙང་ངས་ཆུ་ཚོད་ལ། ལྟ་ཅི་ཞིག་བྱེད་ཀྱི་ཡིན། གལ་སྲིད་ཆུ་ཚོད་བདེན་པ་ཡིན་པ་ཡིན་ན་ཆུ་ཚོད་ནང་ནས་པིན་གཅིག་རྩེ་ཁང་ནང་དུ་བསྡད་གཞན་རྣམས་ཀྱི་འབྲུ་རིགས་ཁྱེར་ནས་སོང། དེ་ནས་ཆུ་ཚོད་ཡི་པིན་ཆུང་ཤོས་དེས་ངའི་རྩར་ཁྲིད་ཡོང་པ་ཡིན་ན་ཆུ་ཚོད་ཡི་གཏམ་དེ་བདེན་པ་ཡིན་པ་ངས་ཤེས་པ་དང་ཆུ་ཚོད་སྲོག་ཐོག་གཏོང་གི་མ་རེད་ཞེས་ཟེར་བ་དང་ཁོ་ཚོ་ཡིས་ཀྱང་དེ་ལྟར་བསྒྲུབས་པ་རེད། ཡོབ་སྲས་ཀྱིས་རང་གི་ལས་བྱེད་པ་རྣམས་ལ་བཀའ་གནང་བ། ཁོང་གི་དཔོན་རྣམས་ཀྱིས་སྒྱི་མོ་ནང་དུ་འབྲུ་རིགས་གང་བ་མ་ཟད་ཁོ་ཚོས་སྤྲད་པའི་པུས་ཤ་དེ་སོ་སོའི་སྒྱི་མོའི་ནང་དུ་ཕར་བཞག་གོ། ལང་ཀ་ལ་འགྲོ་བའི་ཁ་ལག་ཡང་སྤྲད་གོ་ཞེས་པའི་བཀའ་གནང་བ་དང་ལས་བྱེད་པ་རྣམས་ཀྱིས་ཀྱང་དེ་ལྟར་བསྒྲུབས་པ་རེད། དཔོན་རྣམས་ཀྱིས་རང་གིས་ཉོ་བའི་འབྲུ་རིགས་རྣམས་བོང་གུ་ལ་བཀལ་ཏེ་ལམ་དུ་སོང་བ་རེད།